དགེ་བཤེས་ལགས་དམིགས་བསལ་དྲི་བ་ཟ་གི་མེད། ཁྱད་བསད་ང་ཚོ་དེ་གསལ་བཤད་བཞིན་མ་བྱས་ན་ཡང་ངེད་དུ་འགྲིག་མི་སྲིད། ཁྱད་བསད་ང་ཚོ་ད་ལྟ་བགྲོ་གླེང་ཞུ་ལས་སོ། དཔེར་ན་དགེ་བཤེས་ལགས་དེ་རིང་ཀྲོ་པི་དེ་དང་འབྲེལ་བ་ཡོད་ཐད་ཀ། ཁྱད་བསད་དྲི་བ་ག་ལས་སོང་ན། ད་འོ་ན་འདོད་ཆགས་ཞེ་སྡང་གཏི་མུག་ཉིན་མོ་དེ་དག་ཐམས་ཅད། གཏི་མུག་བདེན་འཛིན་ལམ་བདག་འཛིན་ལ་བརྟེན་ནས་བྱུང་གི་ཡོད་ན། བདག་འཛིན་དེ་གང་ལ་བརྟེན་ནས་བྱུང་གི་རེད། དྲི་བ་འདི་རེད་དོ་ཁྱད་བསད་དྲི་བ་དེ་མང་པོ་ཅིག་ལས་སོ། ད་ང་རའི་བསམ་ཚུལ་རྨོངས་ཚོད་ཀྱི་བྱས་པ་ཡིན་ན། ཏན་ཏན་བདེན་པ་རེད་བདག་འཛིན་དེ་གང་ལ་བརྟེན་ནས་བྱུང་བ་རེད་ཟེར་ན་འཁྲུལ་སྣང་ལ་བརྟེན་ནས་བྱུང་གི་བ་རེད། སྣང་ཚུལ་ཕྱིན་ཅི་ལོག་འཁྲུལ་སྣང་ལ་བརྟེན་ནས་བྱུང་བ་ཞིག་ཡང་ཐར་དད་པ་ཡིན་ན་ཡིན་ན་རྣམ་པ་སོ་མཁས་པས་དག་པ་སོ་དཔྱད་ཤེས་ཤིག་གནང་དང་ར་བ་འདི་ང་རང་མཐོང་ང་རང་གིས་དཔྱད་པ་བྱས་པའི་འདི་ཡིན་ད། ཞིག་སོ་སོར་བྱོས་ར་བ་འདི་འདྲ་ཞིག Assessment ལ་གི་དོ་བ་འདི་འདྲ་ཞིག་མཐོང་སོ། ག་རེ་ཟེར་ན་འཁྲུལ་སྣང་མེད་ན་འཁྲུལ་སྣང་ལ་བརྟེན་ནས་འཛིན་པ་ཕྱིན་ཅི་ལོག་ཞེན་པ་ཕྱིན་ཅི་ལེགས་ཀྱི་དོ་བ། དཔེར་ན་ང་ཚོ་རྒྱུས་མེད་དྭངས་བླངས་དཔེ་ཆ་བཤད་ཡོད་རེད་གཟུགས་ངན་དཔེ་ཆ་ནས་བཤད་ཡོད་རེད་ད་ལྟ་ནམ་རྒྱུན་སྐྱོ་གི་ཡོད་བ་སྐར་མ་རབ་རིབ་མ་མེ་དང་རྒྱུ་མ་ཟིལ་བ་ཆུ་བོ་དང་རྨི་ལམ་གློག་དང་སྤྲིན་དང་པོ་འདུས་བྱས་ཆོས་རྣམས་འདི་ལྟ་ལྟ། སྣང་ཚུལ་དང་གནས་ཚུལ་གཉིས་ཀྱི་ཁྱད་པར་དེ་ཡག་པོ་མ་ཤེས་པ་ལ་བརྟེན་ནས། སྣང་ཚུལ་དང་གནས་ཚུལ་གཉིས་ཏེ། ང་ཚོས་སྣང་ཚུལ་ལ་ནམ་རྒྱུན་ད་ཅི་མཐོང་དེ་མང་པོ་ཞིག་ལ་འཁྲུལ་སྣང་མང་པོ་ཞུ་བྱེད་ཡོད་རེད། དངོས་པོའི་གནས་ཚུལ་དང་མི་མཐུན་པར་འཁྲུལ་སྣང་མང་པོ་ཞུ་ཞོར་ཡིན་ན་སྣང་ཚུལ་ཚང་མ་འཁྲུལ་སྣང་རེད་ཟེར་གྱི་མེད་ད། སྣང་ཚུལ་ང་རང་ཚོ་མཐོང་བསྡད་ཀྱི་སྣང་ཚུལ་རྣམས་ལ་འཁྲུལ་སྣང་མང་པོ་ཞུ་ཞོར་ངོ། དེའི་འཁྲུལ་སྣང་དེ་འཁྲུལ་སྣང་ཡིན་པ་མ་ཤེས་པ་ལ་བརྟེན་ནས་ཨ་ནི་དངོས་གནས་ཀྱི་གཞན་པ་ཕྱིན་ཅི་ལོག་སྐྱེ། དེ་ལ་བརྟེན་ནས་འཛིན་པ་ཕྱིན་ཅི་དེ་ལ་བརྟེན་ནས་ཨ་ནི་ཚུལ་མིན་ཡེ་ཤེས་ཀྱི་རྣམ་རྟོག་ཨ་ནི་ཆགས་སྡང་ལ་སོགས་པ་དེ་གའི་སྐྱེ་སྒོ་ར། དེ་ཡིན་དུས་གང་ལ་བདེན་པ་གཉིས་ཟེར་ཏེ་སྣང་ཚུལ་དང་གནས་ཚུལ། སྣང་ཚུལ་གནས་ཚུལ་མི་མཐུན་པ་ཤེས་ནས་ཀུན་རྫོབ་བདེན་པ། སྣང་ཚུལ་གནས་ཚུལ་མཐུན་པས་ཤེས་ནས་དོན་དམ་བདེན་པ། བདེན་པ་གཉིས་ཀྱི་རྣམ་ཚུལ། བདེན་པ་གཉིས་ཀྱི་རྣམ་གཞག་དེ། ལས་དང་དེ། སྣང་ཚུལ་དང་གནས་ཚུལ་གང་དེ་ལེགས་བོར། གཞི་བདེན་པ་ཉིད་ཟེར། དེ་ཡིན་དུས། དེ་ལ་བརྟེན་ཡིན་དུས་ཀ་ནང་པའི་གི་ལྟ་བ་ཀ་དག་ཕྱག་རྒྱ་ཞེས་འདིར་བ། མི་རྟག་པའི་དཔེ་ན་འདུས་བྱས་ཀྱི་ང་རང་ཚོ་མཐོང་ཚད་ཆོས་མང་པོ་མཆིས། སྣང་ཚུལ་ལ། ཨ་ནི་རྒྱུ་རྐྱེན་གྱི་མ། རྒྱུ་རྐྱེན་ལ་མ་ལྟོས་པ། རང་དབང་བ་འདྲ་བོ། ཨ་ནི། ཁ་སོར། འགྱུར་བ་མེད་པ་འདྲ་བོ། རྟག་པ་འདྲ་བོ། འོ་རོ། འགྱུར་བ་མེད་པ་རྟག་པ་བརྟན་པོ་འདྲ་བོ་ཞིག་སྣང་དུ་ཡོད་དོ། སྔོན་གནས་ཚུལ་དེ་རྟག་ཏུ་དེ་གོ་མ་རོ། དེ་ནང་བཞིན་གྱི་སྡུག་བསྔལ་བའི་རང་བཞིན་སྣང་ཚུལ་ལ་ཆོས་མང་པོ་ཞིག་ག་རེ་དང་བདེ་བ་འདྲ་བོ་ཞིག་དོན་དངོས་པོའི་གནས་ཚུལ་ལ་སྡུག་བསྔལ་བའི་རང་བཞིན་རེད་དེ་གོ་རོ། དེ་ནང་བཞིན་གྱི་སྣང་ཚུལ་ལ་མང་པོ་ཞིག་ག་རེ་སྟོང་པའི་ག་ས་ད་ཡུལ་རང་ངོ་ནས་གྲུབ་པ་མེད་པ་རང་དབང་ངོ་ནས་གྲུབ་པ་མེད་པ་ཡིན་པ་གང་ཞིག་ལ་ག་ས་དངོས་པོའི་གནས་ཚུལ་ཡིན་པ་གང་ཞིག་ལ་ང་རང་ཚོའི་སྣང་ཚུལ་ལ་དངོས་པོའི་གནས་ཚུལ་མི་མཐུན་པ་དང་རྟག་ལྟ་སྣང་ཐུག་གོ། མར། དེ་ཡིན་དུས་དེའི། དེའི་ལྡོག་པའི་ཐབས། སྣང་ཚུལ་ཕྱིན་ཅི་ལོག་དེ་ལ་བརྟེན་ནས། ཞེན་པ་ཕྱིན་ཅི་ལོག་སྐྱེ། ཞེན་པ་ཕྱིན་ཅི་དོན་ལ་བརྟེན་ནས་ཨ་ནི་ཆགས་སྡང་གི། ཡོར་བ། ལྟ་ཚུལ་མེ་ཡི་གཅིག་གི་རྣམ་རྟོག་དང་ཆགས་སྡང་གི་ལས། ཉོན་མོངས་དེ་གའི་གང་ག་སྐྱེ་གོ། དེའི་དབང་གིས་ལས་ངན་བསགས་གོ། དེ་ཡིན་དུས། སྣང་ཚུལ་ཕྱིན་ཅི་དང་ཞེན་པ་ཕྱིན་ཅི་ལོག་དེ་ལྡོག་པར་བྱེད། ལྡོག་པར་བྱེད་པ་ལ་བློ་ཕྱིན་ཅི་ལོག་དེ་ལྡོག་པར་བྱེད་པ་ལ། དངོས་པོའི་གནས་ཚུལ་ཤེས་གོ། ཨིན། ལྟ་བ་ཀ་དག་གི་ཕྱག་རྒྱ་བཞིས་སྡོམ་བརྒྱ་བ་ནི་བདེ་ལེགས་གོ།

འདི་ཕྱི་མ་ཨེ་ནས་ག་ལས་ན་ཟཐོ་བྱས་ན་ཤུགས་ཡོད་ཨེ་ནས་རྣམ་པ་ཟུ་ཉང་ཨེ་ཀ་འདི་ན་ཡེ་ཡོད་པ་ཡིན་ན་ད་དུས་ཚོད་ཞི་ར་མི་འདུག་ཨེ་ནས་ཤག་ཀྱང་རོགས་ན་ཞུ་ཨེ་ཉེ་ལགས་སུ་ཡག་ཆུ་ན་རོགས་ན། ཨོ་ང་ད་ལྟ་དེ་ཁྱུག་ཚིག་ཅིག་གསལ་བཤད་གསལ་བཤད་ཁྱུག་ཐུང་ཐུང་ཅིག་མ་གཏོགས་མེད། ད་ལྟ་རྗེ་རིན་པོ་ཆེ་གིས་དབུ་མ་དགོངས་པ་རབ་གསལ་གྱི་ནང་ལ། གཟུགས་བརྙན་གྱི་དཔེའི་སྟེང་ནས། འདི་འགོག་འདི་མི་འགོག་ཅེས་པའི། ཅེས་པ་འདི། ཅེས་པ་བཤད་པ་སྟེ། དབུ་མའི་ལྟ་བ་རྙེད་པ་ལ་མེད་མི་རུང་དུ་ཡིན་པས་ཚིམ་བརླག་མི་ཉན་ནོ་ཟེར་ཚིག་ཅིག་ཡོད་རེད། ད་གདམས་ངག། གཞན་རིན་པོ་ཆེ་གདམས་ངག་བཞི་བོ་བརྗོད་ལ་ད་དེ། གཟུགས་བརྙན་གྱི་དཔེའི་སྟེང་ནས། འདི་དགོས། འདི་བཀག་དགོས་རེད། འདི་སྒྲུབ་དགོས་རེད་ཟེར་སྦྱོར་བ། འདི་དགོས་འདི་མི་དགོས་ཅེས་པའི་དཔྱད་པར་བཤད་པ་སྟེ། དབུ་མའི་ལྟ་བ་རྙེད་པ་ལ་མེད་མི་རུང་ཡིན་པས། མེད་དུ་མི་རུང་བ་ཅིག་རེད། ལས་སླ་པོ་ཅིག་འདོད་པ་ཁག་ནི་ལམ་སང

སྔོ་འཛིན་མི་ཤེས་ལ་སྔོ་འབོ་སྣང་གིར་བ། སྔོ་འཛིན་མི་ཤེས་ལ་སྔོ་འབོ་སྣང་དུས་སྔོ་འབོ་དང་སྔོ་འབོ་རང་གི་མཚན་ཉིད་ཀྱིས་གྲུབ་པ་གཉིས་ཆུ་དང་འོ་མ་འདྲེས་པ་ན་ལྟ་བུར་སྣང་སྟེ་གོ་རེ། སྔོ་འཛིན་མི་ཤེས་ལ། ཡིད་ཀྱིས་རྟོགས་པས་ཀྱང། འདི་སྔོ་འབོའོ་སྙམ་པ་དེ་ཚེ་སྔོ་འཛིན་རྟོགས་པ་འདི་གིས་ཀྱང། སྔོ་འབོ། སྣང་གི་ཡོད་རེ་སྔོ་འབོ་རང་བཞིན་གྱིས་གྲུབ་པ་ཡང་སྣང་གི་ཡོད་རེ་བ། དབང་ཤེས་དང་ཡེ་ཤེས་གཉིས་ཀ་ལ། ཆུ་དང་འོ་མ་འདྲེས་པ་ལྟ་བུ་སྣང་དགོས་པ་རེད། ད་སྔོན་པོ་བཀའ་རྒྱུ་ཡོག་མ་རེད། སྔོན་པོ་དེ་མེད་པ་བཟོས་རྒྱུ་ཡོག་མ་རེད། སྔོན་པོ་རང་རང་ངོས་ནས་གྲུབ་པ་དེ་བཀག་གོ་རེད། དགག་བྱ་བཀག་ཡ་དེ་སྔོན་པོ་རང་ངོས་ནས་གྲུབ་པ་དེ་བཀག་གོ་རེད། སྔོན་པོ་མ་བཀག་པ་བཅས་འཇོག་ཐུབ་པ་ཅིག་གོ་རེད། དེ་འཇོག་ཡ་དེ་དབུ་མའི་ལྟ་བའི་བཀའ་གསང་ཡ་འདི་ཉིད་དོགས་སུ་དགག་བྱ་ངོས་ཟིན་ཁ་ཐུག་དེ་འཇུས་ཡོག་རེད། དགག་བྱ་ངོས་ཚིག་ཁ་ཚུད་དེ་དབུ་མའི་ལྟ་བའི་བཀའ་གསང་ཡང་འདི་ཉིད་དོ་ཟེར་ཞོར། འོ་ད་འདི་ཚོ་ཚོ་བསྒྲིགས་བྱས་ནི་བྱས་པ་ཡིན་ན། བདེན་བཞིའི་རྟེན་འབྲེལ་རྟོགས་པའི་ཐབས་ལ་འབད་ཟེར་ཚིག་རྡོག་རྡོག་འདི་འབབ་ས་དེ་འདི་འདྲའི་ཆེར་འབབ་དགོས་ཡོད་ས་རེད་བསམ་ང་རང་བསམ་ཚུལ་ཐུང་ཐུང་ཅིག་ཡང་ད་ཐུག་བྱས་ལ། ལགས་སོ་དགེ་བཤེས་ལགས་ཐུགས་ཆེ་གནང། ཨེ་ནས་ད་ད་མ། ཆུ་བཞི་གཙོ་བོ་གཏི་མུག་སྐོར་ཡིན་པ་བཅས་དེའི་ཐོག་ལ་དགེ་བཤེས་ལགས་ཀྱི་པོད་མི་ཟེར་གི་ཨེ་ནས་འབྲི་བཤད་རྒྱས་པ་སྐྱོན། དེའི་སྒང་ལ་ཨེ་ནས་ཡང་རྩེ་བྱས་ནས་ཨེ་ད་དགེ་བཤེས་ཐུགས་རྗེ་དང་དགེ་བཤེས་ཀུན་མཁྱེན་རྣམ་པ་གཉིས་ཀྱི་པོད་མི་ཟེར་གི་པོད་ཀྱི་གཞུང་དང་མཐུན་པ་ད་ནས་སྐབས་སུ་བབ་བ་ད་ག་རང་གི་སྒང་ལ་རྡོག་རྡོག་ནང་མ་སོ་གཅིག་བཟོས་གནང་བྱས་གསལ་པོ་ཞིབ་རྗེས་ནས་བཀའ་ནང་ཐོ་ཆེན་ནང་ཞུ་གི་ཡོད་ཨ་འདས་བཀའ་འདྲི་གནང་ཡས་ཞུ་འདུག་གནང་རོགས་གནང་ཐོ་ཆེན། ལོ། ཐོག་མ་དེ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གུས་ཕྱག་སྔོན་དུ་ཕུལ་བའི་ཐོག་ནས་ཨ་ནི་ཆོས་འཁོར་རིན་པོ་ཆེ་ལ་དབུ་བཞུགས་ཀྱི་ཐོག་ནས་དགེ་བའི་བཤེས་གཉེན་རྣམ་པ་དང་ཨ་ནི་ཚོགས་མི་རྒན་གཞོན་བར་གསུམ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཆེན་པོ་ཞུ་ཡ་ཡིན། ད་སྤྱི་བཏང་གི་ངས་ད་དེ

གར་སོས་རྒྱུ་རྒྱུ་རྐྱེན་འདྲ་བོ་དེ་དག་ཆོས་དང་འབྲེལ་བ་ཡོད་དུས་ཙམ་པས་དེ་ཡང་སོ་སོའི་སེམས་པའི་ནང་ལ་དོགས་པ་ཡོད་དུས་དེ་མ་ཅིག་ཞུས་བ་ཡིན་ན་དེ་རིང་འདིའི་སྟེང་ན་ཡང་དགེ་བའི་བཤེས་གཉེན་མང་པོ་བཅུད་དུས་ཙམ་པས་ད་དེ་ལ་ཡང་ཕྱག་ལེན་དེ་སུས་གནང་ནས་འགྲིག་གི་ཡོད་དམིགས་བསལ་གྱི་ཡང་དགེ་བཤེས་ལ་ལ་ཞུས་བ་དེ་ནི་མེད་སུས་གནང་ནས་འགྲིག་གི་ཡོད་འདི་གང་ཡིན་ཞུས་བ་དེ་སྔོན་དུ་ལོ་གཅིག་གཉིས་སྔོན་ནས་ཡང་ང་རང་དྲི་བ་དེ་འདྲའི་བཀའ་འདྲི་ཞུ་རྒྱུ་བྱུང་སྟེ་འདི་ལ་ཅིག་སོ་སོའི་འདོད་པ་ཁ་ང་འདྲ་བ་ཅིག་ལེན་རྒྱུ་འདྲ་མ་གསུངས་ཁ་ཤས་ཅིག་གི་རེད་ཟེར་ཁ་ཤས་མ་རེད་ཟེར་གི་འདི་འདྲ་སོང་སོ་སོའི་གི་ད་སེམས་པའི་ནང་ལ་དོགས་པ་ཡོད་གར་ཞུ་ཡ་ཡོད་ཟེར་ད་ད་དཔེ་ཆའི་ནང་ནས་ཡ་ཅིག་བཀའ་འདྲི་ཞུ་ཡ་ད་འདི་འདྲས་གང་མེད་ད་ངམ་ཤ་རྒྱུད་འདི་སོ་སོའི་གི་ད་ང་རང་དང་མཉམ་སྡོད་གར་ཡོད་འགོ་ཟེར་དཔེར་ན་ང་ཚོ་ཁྲ་ངག་དེ་ལས་ཡོད་འགོ་རོ་ད་ཁྲ་ངག་དེ་དཔེར་ན་ང་རང་འདྲ་བ་ཅིག་ཡིན་ན་ངའི་ལག་པ་གཡོན་པ་དེ་ཁྱི་དེ་བ་ག་དུས་ལག་པ་གཡོན་པ་ལ་ཁྲ་ངག་དེ་ཨོ་མ་ནི་དཔེ་མའི་ཧུང་སི་ཏུ་ཞེས་འབྲི་འགོ་རོ་ད།

ཁོ་རང་ཅིག་ཆོས་ཀྱི་དོན་དང་མ་ནི་ཡིན་ནའི་ག་རེ་འདི་འདྲས་ཁོ་ཁ་དྲང་འདི་ལུང་གི་ཡོད་མ་རེད། མི་བདུན་ཙམ་ཨ་འདུག་སོ་སོ་ངོ་ཤེས་བ་ག་རེ་འདི་འདྲས་ཅིག་ཙལ་མ་ནི་དེ་ཡར་ཀླུང་གར་ཡོང་དགོས་བ་རེད་སོང་ཙང་ནི་ང་ཚོས་ཤི་བ་ཨོ་མ་ནི་སྦེད་མས་འོང་ཨོ་མ་ནི་སྦེད་དུས་ཨམ་ཆོལ་འདི་འདྲས་ཁ་འདི་འདྲས་བྱེད་ཚུལ་ལྟ་བུ་ཡོད་རེད། ཁ་ཤས་བྱེད་གི་ཡོད་རེད་ཡང་ཁ་ཤས་བྱེད་གི་ཡོད་ནམ་ང་ལ་གོ་གི་མེད་ཡིན་ནའི་དེ་ཡང

ཨམ་ཆོས་ནི་ལ་ཝའོ་ལ་བའི་སྐབས་ལ་ཨམ་ཆི་ལ་ཁྲི་ལ་ཡོད་རེད་དེ་དེ་ཨམ་ཆོས་གར་བྱེད་ནས་སྐད་རྒྱབ་པ་རེད་ཟེར་ནས་ནས་ཨམ་ཆི་ལ་སུབ་ཡག་པོ་ཆོས་ཡོད་ལ་གི་རེད་དེ་ཨམ་ཆོས་ཝའོ་ལ་ཡོད་དེ་གྲགས་འགྲོ་གི་རེད་ཨོ་ལན་དེ་ཡིན་རེད་བ། ད་མ་ནི་སློང་དང་མ་སློང་ང་ལ་ཡོད་དེ་ཉག་ཧ་གོ་མེད་ང་རང་ཚོ་གནའ་སྔ་མ་ད་ནི་སྐུ་བགྲེས་པ་མང་ཆེ་བ་ཨོ་དེ་འདྲས་ཚོར་གསུངས་གནང་གི་འདུག་ཨ་ནི་མ་ནི་སློང་མཁན་དེ་ཡང་ངོ་མ་གྲོངས་མཁན་དེ་མ་ནི་སློང་ན་མ་ནི་བགྲང་ཟེར་ངོ་མ་བདུན་དེ་སླེབས་པ་ཡིན་ན་ཡང་མ་ནི་བགྲང་ནས་བསྡད་ཀྱི་ཡོད་མེད་ཐེ་ཚོམ་རེད། རེད་བ། སོ་སོ་གི་བརྩེ་དུང་ཡོད་ས་གི། སྐྱེས་དམན་ཡིན་ན་ཡོད་ཁྱོ་ག་ཡིན་ན་པ་ལ་ཡོད་བ་ཡིན་ན་དུས་འདི་ལ་ལ་ཁུ་ཅི་ང་ལི་མ་ནི་འགྲངས་དེ་ལབ་བ་ཡིན་པ་ཡིན་ན། དུས་དུས་ཕལ་ཆེར་མ་ནི་འགྲངས་ཐུག་གི་མ་རེད། ཞེ་ལྟ་དགུ་ལྟ་ཤོས་ནི་རོ་ལངས་རྒྱབ་ཤ་ལ་གི་རུ་བ། འོ་དེ་ཡོད་དེ། བ་ང་ལབ་དེ་ཡིན་ཅི་མིན་ཅི་མ་ནི་སྤྲད་གོ་ཡོད་ཀྱི་མ་རེད་དེའི་ཚབ་དེ་ལ་ད། སྣུམ་ཚ་བུ། དྲུང་འཇམ་རྒྱུད་བསོད་ཨམ་ཆོས་རྣམས་ལུགས་ཕུར་བུར་བཏང་དང་བང་ལག་ཉི་ཟླའི་ཡས་དྲུག་གི་རེད། འོ་འདི་ཅི་བྱེད། ད་ཨམ་ཅི་ལ་དེ་ཡོད་ཚེ་ཨམ་ཅི་ལ་ལ་བཀའ་འདྲི་ཞུས་ན་ནི་ཨམ་ཅི་ལ་དེ་དགོངས་པ་བཞེས་ཞུ་ཞར་བ། འོ་འདི་ཅི་བྱེད། ད་གཉིས་པ་འདི་ལ་ད་དྲི་བ་དང་པོ་ཡི་ལན་འདི་སྐྱོན་གྱི་ན་ཞུ་གི་ན། ཨ་ད་ད་ཀྱི་ད་ག་སྐུ་ཚེ་སུ་ར་ཡིན་ར་བ། ད་འདི་ཐོས་ལ་བང་གར་བཞིན་ལ་ཡོད་ན་ཧ་གོ་མ་སོང།

རེད། རེད། ཨ་ནི་དར་ཁྲལ་ང་གཡས་ལ་རྒྱག་གོ་རེད་གཡོན་ལ་རྒྱག་གོ་རེད་འདི་གལ་ཆེན་པོ་མ་རེད། རེད། ཡིན་གཅིག་མིན་གཅིག་ལག་པ་གཡོན་མ་ཡིས་བྱེད་གོ་ཡིན་ན་ལག་པ་གཡོན་མ་མེད་མཁན་དུ་ཚོ་གང་བྱེད་གོ་རེད་ད། རེད། འོ་འདི་རེད། ལག་པ་གཉིས་ཀ་མེད་ན་གང་བྱེད་ག་ར། འོ་འདི་བསམ་བློ་བཏང་གོ་རེད། ལག་པ་གཡས་པ་དང་གཡོན་མ་ཡི་ཁྱད་པར་ཡོད་མ་རེད། རེད། འོ་གཙོ་བོ་འདི་གཙོ་བོ་འདི་དང་དང་གཟུགས་འགའ་ག་རེ་འདྲ་འགོད་དོ་འདི་ཡིད་དང། ལྷ། དམིགས་པ་རྐྱང་ཡན་དང་ཨ་ནི་གཙོ་བོ། སེམས་གཏིང་ནས་དང་དང་ཁ་སང་ཁྱེད་ང་ཚོ་བགྲོ་གླེང་ཞུ་བ་ནང་ཞིག་ཨ་ནི་གོ་གཅིག་འཇུག་ངོ་འཇུག་སོང་ཚངས་པ་འདི་གནང་ཐུབ་པ་ཡིན་པ་ཡིན་ན་གཡོད་མ་ལ་བསྐོར་ན་ཡ་རེད་གཡས་པ་ལ་བསྐོར་ན་ཡ་རེད་ཞེ་ར་ཁྱད་པ་ཡོད་མ་རེད། འོ་འདི་ཞུ་ཡ་ཡིན་རེད་བ། དང་དང། དང་དང་ད་ཡ་འོ་རྒྱུ་གསུངས་སོང་འདི་འདྲའི་བྱེད་ནི་ཀོ་ར་རྒྱལ་ཨེ་འདྲའི་བྱེད་ངེས་དང་ངས་ཨ་མ་ལ་ཡ་གནང་གི་རེད། ཨ་མ་ལ་འདི་གར་བྱེད་ནི་བྱེད་རེད་ལབ་དུས། འདི་ནས་ཡར་ཆོམ་ན་སྡིག་པ་བསགས་ཀྱི་རེད་ས་ད་འདི་དེ་དུས་ཆོ་མེད་ཡོད་མ་རེད་ས་འདི་ག་རེ་ལ་ཡིན་པ་རྡོ་རྗེ་རེད་ཅི་ཅི་རེད་ཆོ་མེད་ཡོད་མ་རེད་ས་ཀྱི་ན་བ་ན་ད་ཁོ་ཡི་སྨན་ཆར་ལས་བང་རྩལ་སྐྱེས་བ་ན་ཡོད་མ་རེད་སྤྲ་བོ་དགའི་སྡུག་ས་ཟེར་ན་བ་འདི་འདྲ་སོ་རེད་ང་ཚོ་མི་རེ་རེ་རེ་ཤེས་བཞག་གོ་རེད་བ་འདི་ན་ཞིག་ང་རང་ཚོ་ནིའུ་ཡོག་ན་ལ་ཡ་འདི་འདུག་ནི་ངས་ངོ་ཤེས་པ་ཆོས་འཕྲོ་འདི་འདྲ་ལ་ཡ་ཞུ་གི་ཡོད་འདི་ནས་ཡར་བང་འདི་ནི་བས་ཀོ་ར་རྒྱ་འདི་དོན་མེད་ཀྱི་འདི་གང་ལ། རེད་རེད་ཚ་བའི་སྐར་ལ་ཨ་ནི་ཉི་མ་ཚ་བོ་ཡོད་དེ་འདྲེ་ཆི་གི་དོན་དེ་ཚ་ཨ་ནི་ཡང་འདྲེ་ཆི་དེ་ཨ་ནི་ཡང་ཁ་ཤ་འདྲེ་ཚ་ཡང་ཨེ་འདྲེ་ཆི་ཨ་ནི་ཡང་སྔུན་ན་ཚང་མ་འདི་ན་ལ་བྱུག་ཨ་ནི་འོ་དེ་འདྲེ་ཆི་ཆི་གི་རེད་དེ་གནང་དགོས་ཡོད་མ་རེད་ཟེར་ནས་ངས་ནམ་རྒྱུན་ཞུ་དུས་ཀྱི་རེ་བ་ཁོ་མ་ནི་ར་འདྲང་ཁབ་ཏུ་གཙོ་བོ་དེ་ཡིད་བདེ་གནང་ཨ་ནི་མིག་པ་ཡག་པོ་ཞིག་བྱེད། རེད་བ། གཡས་པ་ཡི་སྐོར་ནས་གཡོན་མ་ཡི་སྐོར་ནས་ཁྱབ་པ་ཡོད་མ་རེད་དྲན་གི་འདུག་རེད་བ། འོ་འདི་རེད། ཨ་ནི་གཉིས་པ་འདི་ལ་ད་ལྟ། ཡི་གེ་དྲུག་པ་གསུངས་སོང་བ་འགྲོ་བ་རིགས་དྲུག་ཚུན་དགོས་རེད་ཟེར་ནས། མ་ནི་སྒར་ཚ་སྤྱན་རས་གཟིགས་ཀྱི་གཟུངས་སྔགས་འཁོར་རེ་ལ་ཡི་གེ་དྲུག་པ་གསུང་དགོས་དོན་མི་རུང་ཡི་གེ་བདུན་པ་ལ་ནི་ཡོད་མ་རེད། རེད་བ། རྗེ་བཙུན་སྒྲོལ་མེད་ཀྱི་གཟུངས་སྔགས་འདི་ལ་ཡི་གེ་བཅུ་པ་གསུང་དགོས་རེད་མི་འདུག་ཡི་གེ་བཅུ་གཅིག་ཡོད་མ་རེད། འོ་འདི་དགོངས་པ་བཞེས་ཡ་རེད་བ། མཚམས་མཚམས་ལ། ང་ཚོ་སྐུ་བགྲེས་པ་ལྟ་ང་སྐུ་བགྲེས་པ་མཉམ་དུ་ལོ་མང་པོ་ཅིག་གཤིབ་ཚར་བ་ཡིན་ཙང་ཁོ་རང་ཚོ་ཡང། སྒྲོལ་མེད་ཀྱི་གཟུངས་སྔགས་དེ་ཏིའི། མ་འདྲ་བ་ཅིག་ཡོད་རེད། ང་ཚོ་ཡིན་ན་ཨོ་མ་ཏཱ་རེ་ཏུའི་ཏཱ་རེ་ཏུ་རེ་སོགས་ཁོ་ཚོ་ལ་ཡང་ཨོ་མ་ཏུ་རེ་ཏཱ་རེ་ཏུའི་ཏཱ་རེ་ཏོ་རོགས་དེ་འདྲས་ཅིག་གསུང་དགོས་རེད། ང་འདི་མཚམས་མཚམས་ལ་ཚོགས་ཐ་མ་ཡི་རགས་ཚར་རེད། རེ་བ། རེ་ཡི་གེ་བཅུ་མ་དོའི་ཨོམ། ཨོམ། ཏཱ་རེ་ཏུད་ཨོམ། ཨོམ་ཆེ་ཏཱ། ཏཱ། ཨོ་ཀར་ཟ། ཨོམ། ཏཱ་རེ་ཏུ་ཏཱ་རེ་ཏུ་རེ་སོ་ཧ་འདི་རེ་བ། ཨ་ནི་ཨོམ། ཏུ་རེ་ལབ་པ་ཡིན་པ་ཡིན་ན་ད་ཨ་ནི་ཡི་གེ་བཅུ་གཉིས་ཆ་རེད། རྗེ་བཙུན་སྒྲོལ་མ་གསར་བ་ཕེབས་ཡོད་ལ་ནི་གང་ཞིག་མ་དོ་རེ་བ། འདི་ཡི་འདི་ཡི་གེ་བཅུ་མ་དོ་ཡོད་མ་རེད་སྤྱན་རས་གཟིགས་ཀྱི་ཏཱ། ཨོ་ཀར་ཟ། ཡི་གེ་དྲུག་པ་སྲུང་འཁོར་བ་རེད་རེ་བ། ཡི་གེ་བདུན་ཡོད་མ་རེད། རེད་བ། ཡི་གེ་དྲུག་པ་འདི་འགྲོ་བ་རིགས་དྲུག་ཚུན་སྐུད་རེད་ཟེར་ནས་ཆོལ་ལ་ཁྱེད་རང་གིས་གསུངས་སོང་བ་རེད་བ། ཨ་ནི། ཡི་གེ། དམྱལ་བ་ཡི་དྭགས་དུད་འགྲོ་གསུམ་ཨ་ནི། ལྷ་མི་ལྷ་མ་ཡིན་གསུམ་འགྲོ་བ་རིགས་དྲུག་ཚུན་ཨ་དེ་དག་གི་སྡུག་བསྔལ་བསམ་བློ་བཏང་ཁ་སང། ཀོང་ཀོ། ཀོང་ཀོ་བཀྲ་ཤིས་ལགས་ཀྱིས་ད་ལྟ། བཀའ་འདྲི་གནང་བ་ན་ཞེ་མ་ནི་ཆོས་ཀྱི་སྙིང་པོ་ཡིན་ན་སྙིང་པོ་ཡིན་དང་ག་རེ་རེད། ད་ལྟ་མཁན་པོ་ལགས་ཀྱིས་གསུངས་ལན་བསྐྱོན་ན་གཙོ་བོ་གཙོ་བོ། ཐབས་ཤེས་གཉིས་ཟུང་འབྲེལ་གྱི་ཐོག་ནས་སངས་རྒྱས་ཀྱི་གོ་འཕང་སྒྲུབ་པའི་དེ་མ་ནི། ཡི་གེ་དྲུག་པ་ན་ལ་ཚང་མ་ཚང་བསྡད་བ་ཡིན་ཙང། ཨ་ནི། ཡིག་གི་དྲུག་པ་ཟེར་ནས་འོ་དེ་འདྲའི་ཞིག་འགྲེལ་བཤད་སྐྱོན་པ་རེད་དེ་ཡོད་དེ་ད་ཧྲིལ་དོན་ཆུ་ཁུག་རེ་ཆུ་ཁུག་མ་རེ་ཞུ་ཡས་དེ། ཡིག་གི་དྲུག་པ་གསུང་ཟ་རེན་ཡང་ཨོ་མ་ནི་པད་མའི་ཧུང་རི་ཨོ་མ་ནི་པད་མའི་ཧུང་རི་ལ་དེ་བས་ན་ཡིག་གི་བདུན་པ་ཆག་རེ་ཨ་ཅན་རེ་ཟེར་ཡང་ཆག་ལྔ་པ་ཆག་སྲིད་པ་རེད་འོ་དེ་འདྲའི་མ་གསུང་ར་ཕལ་ཆེར་ཨ་ཁ་ལོར་ད་ཅིག་འདི་ལ། གནད་འགག་ཡོད་ཀྱི་མ་རེད་དྲན་གྱི་འདུག་ཡིན་ཡང་ད་ལྟ་ཨོ་མ་ནི་པེ་མེ་ཧུང་ཧྲི་ནམ་རྒྱུན་ཧྲི་ཟེར་ཡོན་འདི་ཁོ་ཡིད་འཁྲུག་བར་གྱི་སྲོལ་ཡོན་སྲོལ་རུ་བསམ་བློ་དང་ས་བོན་བཏབ་པས་ང་ཚོ་སྤྱན་རས་གཟིགས་ཀྱི་ད་སྒོམ་བཟླས་དང་བཟླས་པ་གནང་པའི་སྐབས་ལ་ཁོ་གསོན་མེད་ན་འབྲས་བུ་སྐྱེ་ཐུབ་ཀྱི་མེད་པ་ཡིན་ཙང། ཧྲིལ་གསུང་ཡན་དེ་ས་བོན་ལ་བསམ་བློ་བཏང། དེ་དག་གི་རྒྱུད། གར་དེ་རྒྱུད་དེ་དག་ལ་བརྟེན་ནས་ཨ་ནི་ང་ཚོ་ཡི་གེའི་གྲོགས་པོ་མ་ཁྲོས་པའི་རྒྱལ་བོ་དེ་འདྲའི་གཞི་རྣམ་པ་ལ་སྦྱར་མཁན་དེ་འདྲས་ཡོད་རེད་དེ་ཡོད་དེ་ཧྲིལ་དེ་ས་བོན་ལ་བསམ་བློ་བཏང་ནས་ཨ་ནི་མ་ནི་བགྲངས་པའི་སྐབས་ལ་ཨོ་མ་ནི་པུས་མེད་ཧུང་རང་བགྲངས་བྱས་པ་ཡིན་ན་ཨ་ནི་ཡི་གེ་འཁྲུགས་པ་ཀྱི་གོ་དོན་ཚང་དོན་ད་ཡ་ཚང་ཨོ་དེ་འདྲས་ཅིག་མེད་འགྲོ་ཟེར་ནས་ཨོ་དེ་འདྲས་ཅིག་དྲན་གྱི་འདུག། ལ་སོགས་བདག་བདུད་རྩི་ཤེས་རབ་འདོད་ན་འདི་སྟེ་ཨམ་ཆི་ལ་བཀའ་དྲིན་ན་ཡེ་ཤེས་ཐུགས་དེ་ན་རོ་ན། ཨམ་ཆི་ལ་དང་པོ་དེ་ཝང་སུ་ཡན་གྱི་འདྲེ་ལན་གྱི་སྐྱོན་རོ་ན་དང་པོ།
དེ་བཀའ་དྲིན་ཞུ་ཡ་དེ་དེ་ཡིན་ནི། ལུས་ལ་ལུས་དབང། དེ་བཞིན་དུ་གཏི་མུག་ཀུན་ལ་རྣལ་འབྱོར་ཏེ་དེ་བཞིན་ཉོན་མོངས་ཐམས་ཅད་ཀྱང་གཏི་མུག་བཅོམ་པས་བཅོམ་པ་སྦྱོར་བསལ་གྱི་དུ་བ་ལ་དེ་སྐྱེ། ཨ་ནི་མ་རིག་པ་དེ་ལ་ཡ་ད་ནང་གསལ་དུ་མང་པོ་ཡོད་ས་རེད།

དགོས་ནི་མ་བྱས་དུས་ཀྱང་དག་ལས་མ་ཡིན་གཞན་ལས་མེད་གཉིས་ལས་མ་ཡིན་སྒྱུ་མའི་མིང་གསལ་བྱེད་དུ་བ་ལ། དེ་ཡི་ཁག་པོ་རེ་ཤར་ལྟ་དེ་འགྲེལ་བཤད་བྱས་དེ་ང་ཚོ་མན་ཞུགས་ནང་བྱས་པས་ན་ནད་རྣམས་ཀུན་གྱི་རྒྱུ་ནི་མ་རིག་སྟེ། ཟེར་ཡོད་རེད། ནད་རྣམས་ཀུན་གྱི་རྩ་བ་དེ་དག་མ་རིག་པ་རེད་ཟེར་ཡ་འདྲ་ཅི་ད་གང་ཅི་ཐུག་ས་དེ་མ་རིག་པ་ལ་ཐུག་དེ་དེ་བ་ལ་མ་རིག་པ་དེ་འཇོམས་དགོས་ཀྱི་ཡོད་པ་འདྲ། ཨ་དེ་ལས་ཡ་ད་འདའ་དཀའ་སོ་རེད། དབུ་མ་ལྟ་བ་ཤེས་རབ་ཀྱི་ཅིག་ཡོར་བ་ལ། ཅིག། གསུང་རོགས་གནང་ཞུ་བ་ཡིན་ཐུགས་རྗེ། ལགས་སོ་ཐུགས་རྗེ། ད་ལྟ་ཨམ་ཅི་ལགས་ཀྱི་བཀའ་འདྲི་དང་པོ་དེ་འདི་རེད་ཤག། བོད་ཆས། དབུ་མ་བཞི་བརྒྱ་པ་ཡིན་པ་ཡོད་རེད་བ་ལགས། དབུ་མ་བཞི་བརྒྱ་པ་ནང་ལོ་ལ་ལུས་ལ་ལུས་དབང་བྱེད་བཞིན་དུ་གཏི་མུག་ཀུན་ལ་གནས་བསྒྱུར་ཏེ་དེ་ཕྱིར་གཏི་མུག་བཅོམ་པས་ཀྱང་གར་ཟ་དེ་ཕྱིར་ཉོན་མོངས་ཐམས། རེད་བ། དེ་ཕྱིར་ཉོན་མོངས་ཐམས་ཅད་ཀྱང་གཏི་མུག་བཅོམ་པས་བཅོམ་པར་འགྱུར་གསུང་ཡན་དེ། ཚིག་གསལ་པོ་ཡོད་རེད་དཔེ་ཅིག་སྦྱར་ཡོད་རེད་ལུས་ལ་ལུས་དབང་ཇི་བཞིན་དུ་གསུང་ཡས་འདི་རུ་བ། ལུས་ཀྱི་དབང་པོ་འདི་ལུས་འདི་ལུས་ཀྱི་དབང་པོ་ཚང་མ་ལ་ཁྱབ་བསྡད་ཡོད་རེད་གསུང་རེད་མ་རེད་པས། ལུས་དབང་འདི་ལུས་རེད་ལུས་དབང་འདི། ལུས། ལུས། ལུས་དེ། ལུས་དེ་རེད། ལུས། ལུས་དེ་ལ། ལུས་ཀྱི་དབང་པོ་དེ་ལུས་ཐམས་ཅད་ལ་ཁྱབ་དེ་རེད་ཟེར་ནས་རེད་བ་མཁྱེན་གསོན། ལུས་དེ་ལ་ལུས་ཀྱི་དབང་པོ་དཔེར་ན་མིག་གི་དབང་པོ་སྣ་ཡི་དབང་པོ་སྣ་ཡི་དབང་པོ་ལྕེ་ཡི་དབང་པོ་ལུས་ཀྱི་དབང་པོ་དེ། ཚང་མ་ལུས་ཚང་མ་ལ་ཁྱབ་དེ་ཡོད་རེད་ཟེར་ནས་ང་ཚོ་ད། ཤུག་གུ། དཀར་པོ་ཅིག་ནང་ལ་ང་ཚོ་སྣུམ་གྱིས་བོས་པ་ཡིན་པ་ཡིན་ན་ག་ལེ་ག་ལེ་ག་ལེ་ག་ལེ་ཚང་མ་ནག་པོ་ཆགས་འགྲོ་གི་འདུག་བ། འོད་དཔལ་དེ་ན་ཞེས་རེད། ད་ལུས། ཀྱི་དབང་པོ་འདི་ལུས་ཐམས་ཅད་ལ་ཁྱབ་པ་ན་ཞི། ཨ་ནི། གཏི་མུག་ང་ཚོ་ལ་མ་སྐྱེས་པ་བཟོ་ཉལ་གྱི་གཏི་མུག་ཞུ་ནའི་རེད་མ་རིག་པ་ཞུ་ནའི་རེད་མི་ཤེས་པ་ཞུ་ནའི་འདི། སྡུག་བསྔལ་ཐམས་ཅད་ལ་ཁྱབ་བསྡད་ཡོད་རེད་ཟེར་ནས། སྡུག་བསྔལ་ཐམས་ཅད་ལ་ཁྱབ་ཡོད་རྒྱུ་མཚན་ག་རེ་ཟེར་ན། ཁོ་རྒྱུ་བྱས་པ་ལ་བརྟེན་ནས་སྡུག་བསྔལ་མང་པོ་ཅིག་སྐྱེ་གི་རེད་ཟེར་ནས། འདི་གསུངས་ཡོད། རྒྱུ་མཚན་ག་རེ་ཟེར་ན་ང་རང་ཚོ། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་སྡུག་བསྔལ་གསུམ་ངོ་སྤྲད་བྱས་པའི་ག་ལ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གསུངས་ཡས་དེ་གི་ཐུག་ས་དེ་འདི་འདྲེ་ལ་གསུངས་གནང་གི་ཡོད་ས་རེད་ད། དེ་ཕྱིར། གཏི་མུག་བཅོམ་པས་ཀྱང། དེ་ཕྱིར་ཉོན་མོངས་ཐམས་ཅད་ཀྱང། གཏི་མུག་བཅོམ་པས་བཅོམ་པར་འགྱུར་བ། གཏི་མུག་མེད་པར་བཟོད་ཐུབ་པ་ཡིན་པ་ཡིན་ན་ཨ་ནི། དེ་གི་འབྲས་བུར་གྱུར་པའི་དེ་ལ་བརྟེན་ནས་སྐྱེས་བུ་གི་ད་སྡུག་བསྔལ་ཚང་མ་སྤང་ཐུག་གོ་རེད་རྒྱུ་མཚན་ག་ཡིན་ཟེར་ན། གཏི་མུག་འདི་ཡི་རྒྱུ་བྱས་ནས་སྡུག་བསྔལ་མང་པོ་ཅིག་སྐྱེ་ཡོང་གི་རེད། དཔེར་ན། ཡང་ནི། འདི་ཁར་ས། གཏི་མུག་དེ་ཉིད་སྡུག་བསྔལ་ཐམས་ཅད་ལ་ཁྱབ་བསྡད་པ་ཡིན་ཚོད་ཁོ་བོས་ཁོ་རེ་གསུངས་རེད་ད། གཏི་མུག་འདི་སྡུག་བསྔལ་ཐམས་ཅད་ཀྱི་བོས། རེད་བ། སྤྱི་ཁྱབ་བློན་ཆེན་རེ་གསུངས་རེད། མཁྱེན་གསོན། དེ་ཡིན་ཚོད་དཔེར་ན། ལུས་ཀྱི་དབང་པོ་འདི་ལུས་ཐམས་ཅད་ལ་ཁྱབ་སྟེ་ཤ་ར་བ་ལུས་ཀྱི་དབང་པོ་སྟེ་ལུས་ཀྱི་དབང་པོ་འདི་ཚང་མེད་ཀྱི་སྤྱི་ཁྱབ་སོ་རུ་ཡིན་པ་ནང་བཞིན་གཏི་མུག་དེ་སྡུག་བསྔལ་ཐམས་ཅད་ཀྱི་སྤྱི་ཁྱབ་རེད་ད་སྡུག་བསྔལ་འདུས་གུས་མེད་ན་སྤྱི་ཁྱབ་དེ་སྲས་དང་ཁྱེད་རང་སྡུག་བསྔལ་ཐམས་ཅད་མེད་པ་བཟོས་ཐུག་གི་རེད་ཟེར་ནས་འུ་ཐ་བཞི་བརྒྱ་པའི་ཚིག་འདི་འདྲས་ཀྱིས་རེད་ལུས་ལ་ལུས་དབང་ཇི་བཞིན་དུ་གཏི་མུག་མགོན་ལ་གནས་གྱུར་དེ་ཕྱིར། དེ་ཕྱིར་ཉོན་མོངས་ཐམས་ཅད་ཀྱང། དེའི་ཕྱིར་ཉོན་མོངས་ཐམས་ཅད་ཀྱང་གཏི་མུག་བཅོམ་པས་བཅོམ་པར་འགྱུར་གསུང་ཡས་འོ་འདི་ཅི་རེད། རེ་བ། འབྱུང་བ་གང་མཐོང་ན་གཏི་མུག་འབྱུང་མི་འགྱུར་རོ་ཟེར། དེ་ཐ་མ་དེ་ལ་སྡོམ་བརྒྱབ་པའི་སྐབས་ལ་རྟེན་ཅིང་འབྲེལ་བར་འབྱུང་བ་གང་མཐོང་ན་གསུང་ཡས་འདི། ད་ལྟ་བདག་གིས་ཀུན་དགའ་ལགས་ཀྱི་བཀའ་འདྲི་རྣམས་ལ་རྟེན་འབྲེལ་ཕྲ་མོ་འདི་མཐོང་ན་ཧ་གོ་ན་ནི་གཏི་མུག་འབྱུང་མི་འགྱུར་གསུང་ཡས་འདི་སྡུག་བསྔལ་གྱི་རྩ་བ་ནི་མི་ཤེས་པ་དེ་ཉིད་ཡོང་གི་མ་རེད་ད་ཟེར་ནས། འདི་མེད་ན་རྒྱུ་མེད་ན་འབྲས་བུ་ཡོང་གི་འོད་དེ་ཡོད་མ་རེད་ཟེར་ནས་པ་སྡོམ་དེ་འདྲས་ཞིག་བསྐྱོན་ཡོད་རེད། དེ་ནས་དྲི་བ་གསུམ་པ་དེ་ག་རེ་རེད། རྩ་བ་ཤེས་རབ་ཀྱི་ད་ལྟ་གར་ས། བདག་ལས་མ་ཡིན། བདག་ལས་མ་ཡིན་གཞན་ལས་མེད་གཉིས་ལས་མ་ཡིན་རྒྱུ་མེད་མེད་དངོས་པོ་གང་དང་གང་སྐྱེ་བ་ན་མེད་ཡོད་མ་ཡིན་གསུང་ཡས་དེ་ད་ལྟ་སྐུ་ངོ་བཀྲ་ཤིས་ལགས་ཀྱི་ད་ལྟ་འདི་དང་འབྲེལ་བ་ཡོད་བསྡད་པ་རེད་གང་ཡིན་ཟེར་ན་ད་ལྟ། ད་ལྟ་དབུ་མ་ཐལ་འགྱུར་བས་ཀྱི་ད་སྟོང་པ་ཉིད་དེ་རིགས་པས་བསྒྲུབ་བོ་རེད་མ་གཏོགས་ཨ་ནི་ད་ལྟ་ཅིག་ནང་པའི་ཆོས་ཁས་མ་ལེན་མཁན་ཕྱི་རུ་བ་དོ་ཚོ་ལ་ལུང་དྲངས་ན་ནི་སངས་རྒྱས་བཅོམ་ལྡན་འདས་ཁས་ལེན་གི་མ་རེད་ཨ་ནི་ཁོ་རང་ཚོ་ལ་ད་རིགས་པ་རང་གི་བ་ཚར་གཅོད་དགོས་བ་ཡིན་ཙང་ཨ་ནི་མཐའ་བཞི་དགོས་པའི་རིགས་པ་ཁྱེད་རང་འདི་ཡིན་ན་ནི་འདི་ཡིན་དགོས་དོ་མི་འདུག་ཨ་ཟེར་ནས། འདི་ཡིན་ན་ནི་འདི་ཡིན་ཁུལ་དུ་མི་འདུག་ཨ། འདི་ཡིན་ན་འདི་ཡིན་ཁུལ། ཕྱོགས་བཞི་ག་ལ་ཁྱེད་རང་ལག་པ་འཆང་སུ་མི་འདུག་ཨ་ཟེར་ནས་འདི་ཡིན་ན་ཡོག་མ་རེད་གསུང་ཡས་འདི་མཐའ་ཤེས་དགོས་པའི་རིགས་པ་ལ་བལྟས་ནས་ཨ་ནི་ང་ཚོ་གང་ཟག་སྟོང་པ་ཉིད་ཡིན་པ། ཨ་མེད་པ་ཡིན་པ། ཟ། བདག་ལས་མ་ཡིན། རེ་བ། རང་དབང་གིས་འཁྲུལ་བའི་བདག་ལས་སྐྱེ་མི་འདུག་གསུང་རེད། རུ་བ། རང་དབང་གིས་བསྒྲུབས་པའི་གཞན་ལས་སྐྱེས་མི་འདུག་རང་དབང་གིས་བསྒྲུབས་པའི་གཉིས་ལས་སྐྱེས་མི་འདུག་རང་དབང་གིས་བསྒྲུབས་པའི་རྒྱུ་མེད་ལས་སྐྱེས་མི་འདུག་རུ་བ། མདོར་ན་རང་དབང་གིས་གྲུབ་པ་མི་འདུག་གསུང་རེད། རང་དབང་གིས་གྲུབ་པ་མེད་ན་ད་གཞན་ལ་བརྟེན་དགོས་རེད་གསུང་ཡིན་འདི་རུ་བ། ཡོད་ནི་ཡོད་དགོས་རེད་རང་དབང་གིས་ནི་མི་འདུག་འདི་ཡིན་པ་ཡིན་ན་ཁ་ཚོན་གཉིས་འཚོལ་ནི་རེད། རེད། ཡོད་ཡོད་ནི་ཡོད་དགོས་རེད་ཡང་ན་རང་དབང་གིས་གྲུབ་དགོས་རེད་ཡང་ན་གཞན་དབང་གིས་གྲུབ་དགོས་རེད། རང་དབང་གིས་ནི་གྲུབ་མི་འདུག་ད་ཁྱེད་རང་ག་རེ་བྱེད་ཀྱི་ཡིན་པས་གདམ་ག་ག་རེ་བྱེད་གཉིས་མ་དུ་མེད་དུས་གཅིག་མེད་ན་གཅིག་གདམ་ག་བྱེད་དགོས་རེད་པ་ད་རང་དབང་གིས་གྲུབ་མེད་ན་ད་གཞན་དབང་རེད་ཟེར་ནས། འོ་དེ་འདྲ་ཡིན་དོན་ནི་སྟོང་པ་ཉིད་གྲུབ་ཡོད་རེད། རེད། བདག་ལས་མ་ཡིན་གཞན་ལས་མེད་གཉིས་ལས་མ་ཡིན། རྒྱུ་མེད་མེད། དངོས་པོ་གང་དང་གང་ན་སྐྱེ་བ་ནམ་ཡང་ཡོད་མ་ཡིན་གསུང་ཡིན་ཏེ། བདེན་པར་སྒྲུབ་པའི་སྐྱེ་བ་གཞན་ལས་འདི་བདེན་པར་སྒྲུབ་པའི་རྒྱུ་ལས་སྐྱེས་པ་དང་བདག་ལས་སྐྱེས་པ་དང་གཞན་ལས་སྐྱེས་པ་ལ་ནི་ཡོད་མ་རེད་ད། རྒྱུ་ལས་སྐྱེས་ཡོད་མ་རེད་ན་སྐྱེས་ཡོད་རེད་ཟེར་ནས་ད་རང་དབང་གིས་གྲུབ་ན་རྒྱུ་དང་རྐྱེན་གཞན་ལ་བསྟེན་དགོས་ཡ་ཡོད་མ་རེད། འདི་ཡི་སྡོམ་དེ་ད་ལྟ་རྟེན་འབྲེལ་བསྟོད་པ་རྣམས་ལ་འདི་གསུངས་འདུག་བ། ངོ་བོས་གྲུབ་ན་དེས་གྲུབ་པ་གསུངས་ཡོད་དེ་གལ་སྲིད་རང་དབང་གིས་གྲུབ་ན་བདེན་པར་སྒྲུབ་པ་ཆགས་ཀྱི་རེད་ངོ་བོས་གྲུབ་ན་དེས་གྲུབ་པ། རེད་བ། ད་རང་དབང་གིས་གྲུབ་ན་ནི་ཁྱེད་རང་རྒྱུ་དང་རྐྱེན་ལ་བརྟེན་ལ་ཡས་དེ་ཁྱེད་རང་སྐད་ཆ་ག་འདུག་རེད་ཟེར་ནས་རྗེ་རིན་པོ་ཆེ་སྡོམ་བསྐྱོན་གནང་འདུག་ངོ་བོས་གྲུབ་ན་དེ་སྒྲུབ་པ། རང་དབང་གིས་གྲུབ་ན་བདེན་པར་སྒྲུབ་པ་ཆགས་འགྲོ་གི་རེད་བདེན་པར་གྲུབ་ན་ཡང་ཁྱེད་རང་རྒྱུ་དང་རྐྱེན་ལ་བརྟེན་ལ་ཡས་སྐད་ཆ་དེ་ག་འདུག་རེད་དེ་ནི་ངོ་བོས་གྲུབ་ན་དེ་སྒྲུབ་པ་རྒྱུ་དང་རྐྱེན་ལ་ལྟོས་པ་འགལ་ཟེར་ནས་རྟེན་འབྲེལ་ལྟོས་པ་ན་ལ་འདི་རེད་གསུང་ཡས་རེད། འདིར་བ་འདི་ཀྱི་སྡོམ་དེ་བ་འདི་ལ་གོ་དེ་བུ་ཆུ་བ་སོ། གང་གང་རྐྱེན་ལ་རག་ལས་པ། ཆོས་གང་དང་གང་ཡིན་པ་ཡིན་ན་རྒྱུ་དང་རྐྱེན་ལ་བརྟེན་གྱི་བསྡུ་ན། འདི་རང་བཞིན་གྱིས་མ་གྲུབ་པ་རེ་ད་སི་ནི་བ་ལ་ལྟ་ང་རང་ཚོ་ལ་གོ་དེ་ཆེད་དུ་ད་འདུ་སེ་བོ་བཟོས་ནང་དུ་བ། གང་གང་རྐྱེན་ལ་རག་ལས་པ་དེ་དེ་རང་བཞིན་གྱིས་སྟོང་ཞིག་ཨོ་དེ་འདྲས་ཅིག་མེ་རོ་རུ་མི་བྱེད། ལ་སོ་ཐོག་ཅན་ན་གྱི་ཞིག་ལ་ཨ་ནི་ད་འདི་ལྟ་སྟེ། ངའི་མེ་ཏོག་སྒྲོལ་དཀར་ལགས་ཀྱིས་འབྲི་བ་ཅིག་ཡོད་གསུང་གི་འདུག། ཨ་ཅེ་མེ་ཏོག།